ག་འདྲ་འདུག་ལབ་ན Culture དང་རིག་གཞུང་དང་ཁྲིམས་འདྲ་བོ་ལབ་མ་སོང། དཔའ་བོད་ཀྱི་སྤུ་བོ་བསད་ཆོག་འདུག། ཨ་ནི་དཔའ་བོད་ཀྱི་སྤུ་བོ་བཙོང་ན་འགས་བཙོང་ཆོག་འདུག་ཐོབ་ཐང་དུ། འོ་དེ་འདྲར་བཤད་ཉན་མ་འདུག། དེ་ནས་ཕྱི་ལོ་ཆིག་སྟོང་བརྒྱད་བརྒྱ་ལ། ད་ང་ཚོའི་གི་ཁ་ས། ཁྲིམས་ཀྱི་ཐོག་ལ་ཡིན་ན།

ལྔ་བཅུ་དོ་ལ་ནི་དང་ཤོག་ཁྲིམས་དང་པོ་དེ་ག་བ་ལ་ཆགས་ཐུབ་ལ་ན་ཀྲི་ནི་ཤེ་ལ་ས་དེ་ཨ་རིག་གི་མངའ་སྡེ་དེ་ནང་ལ་ཁིམ་ཁེ་བ་གི་ཀི་མི་ལ་དུང་ཆོ་གུ་མ་རེས་བྱེད་བྱེད་དེ་འདྲི་ཅིག་ཁྲིམས་ཆགས་ཤག་ཤག་ད་དེ་དང་པོ་རེ་ཤག་ཆིག་སྟོང་བརྒྱད་བརྒྱ་ལྔ་བཅུ་ལ་ཨ་དེ་ནས་སྤྱི་ལོ་ཆིག་སྟོང་བརྒྱད་བརྒྱ་བདུན་བཅུ་ལ་ནི་ག་ས་ང་ཚོ། ཁྱོ་བ་གིས་སྐྱེས་མིན་ལ་ཡ། སྒྲིག་འཛུགས་བཟོ་ཡ་དང་གླ་བའི་དང་ཉེས་རྡུང་བཏང་ཡ་དེ་ཚོ Physical Assault ཨོ་དེ་གི་ཐོག་ལ་ཨ་ནི་ཁོང་ཚོས་གི་དེ་རེད་སི་ད། བྱེད་ཁོ་རང་ཆོག་གི་མ་རེད་ད་དེ་ཨ་ནི་རྒྱལ་ཡོམ་ནང་ལ་དེ་འདྲས་འགྲོ་ཤག་དེ་འདྲས། ཕྱི་ལོ་གཅིག་སྟོང་དགུ་བརྒྱ་ཨ་ནི་བདུན་ཅུ་བདུན་བརྒྱད་ལ་ཨ་ནི་ད་ལྟ་ཡུ་ཀེ་གི། ནི་ཨིང་ལན་ལ་བོར་བ། ཨིང་ལན་ལ་ད་ཁྲིམས་འཆར་དང་པོ་གཅིག་ག་རེ་བཟོས་འདུག་ལ་ན་ཁོང་ཚུགས་ཀྱི་གསར་བ། ཁྱོ་བ་དང་ཀི་མེན་གཉིས་ཀྱི་ད་དཔེར་ན abusive husband ལེགས་དོ་ཁྱོ་བ་དང་ཀི་མེན་ལ་ཉེས་རྡུང་བཏང་དེ་ཡིན་དང་དུས་རྒྱུན་དུ་ཐིག་རྟག་པར་ཞིག་སྙབ་རྒྱུ་བཤད་དེ་ཡིན་དེ་འདྲའི་ཁྲིམས་འཆར་ནི་ཨ་ནི་ཆང་ས་རྒྱབ་ཚར་ཁྱོ་དེའི་ཆང་ས།

སྤྱི་ལོ་ཆིག་སྟོང་དགུ་བརྒྱ་ལ་ང་ཚོ་ད་ལྟ་ཁྲིམས་ཡིག་ཐོག་ལ་འཛམ་བུ་གླིང་ནང་ལ་ད Domestic Violence ལས་དེ་ག་ས་ཁྲིམས་འཆར་གང་ལ་ད་འདི་བྱེད་འོག་ཏུ་ད་དོན་སྣོན་བྱེད་བྱེད་བཟོད་དགོས་འདི་བྱེད་དགོས་འདུག་ལག་ལེན་བསྟབས་དགོས་འདུག་ལ་དུ་གང་ལ་ཡིན་ནས་ད་ཚང་མས་ཀྱི་ལུང་པ་ཚང་མས་ཀྱི་ཁས་ལེན་པ་གང་ཞིག་ལ་ཁྲིམས་འདི་ཡོད་བ་གང་ཞིག་ལ་དཔེ། ལག་ལེན་བསྟར་བའི་དེ་ཉུལ་ཉུལ་བྱས་དེ་འདྲ་བྱས་བྱས་ད་ལྟ་བུ་འདུག་ཅིག་ཁ་ལོར་ད་ཤུགས་ཆེན་པོ་འགྲོ་བྱེད་ཐུབ་མི་འདུག་ད་རྒྱུ་མཚན་མང་པོ་ཅིག་ལ་ཐུག་བྱས་ཏེ། ག་རེ་ཐུག་འདུག་ལ་ན་ད་དེ་རིག་གཞུང་གང་ལ་མཁས་པ་དཔེ་རུ་འདུག Culture Culture གང་ལ་དཔེ་མཁས་པ་འདུག་ད་དེ་རིག་གཞུང་ང་ཚོ་ད་དཔེ་ན་དམིགས་བསལ་གྱི Asian Country ནང་ལོར་རོ། ཨེ་ཤི་ཡའི་ལུང་པར་དེ་གའི་ནང་ལ Culture ད་མང་པོ་ཅིག

ཨ་ནེ་ལུང་པ་མང་པོ་གཅིག་གིས་ཡང་འདི་ལག་ལེན་སྤེལ་ཉུས་ཉུས་ཅིག་ཐེབས་བཞག་ལག་ལེན་ཞེ་དྲག་ཐེབས་ཐུབ་མི་འདུག་འདི་སྒང་ལ་དཔེ་ཤུགས་ཆེན་པོ་གཅིག་འདི action སླེབས་ཐུབ་མི་འདུག་སྤྱི་བཏང་གི་ཁྲིམས་ཀྱི་མི་མང་པོ་གཅིག་ད་དཔེ་ན police report བྱིན་ན་བི་ཞེ་དྲག་གཅིག་ག་ལོག་ད་ཁྲིམས་ཀྱི་ཐོག་ལ་ཉེས་བ་དང་འདི་འདྲ serious མེད་བ་བྱས culture སྒང་ལ་རག་ལས་འདུག་དཔེ་ཤུགས་ཆེན་པོ་གཅིག་ད་དེ་ནས་ནི་ཨ་ནེ

ལྟ་འདི། བུ་མོ་སྤྱོད་འཇུག་འདི་ཕ་གིར་གྱི་ནང་མིག་འདི་ནང་ན་གཡོག་པོ་གཡོག་པོ་གཡོག་མོ་གཡོག་ནག་ཆགས་དོ། ཕ་གི་ནང་མིག་གིས་ཁྱོ་བ་དེ་གི་ནང་མིག་གིས་ནང་མིག་ཉིན་གུང་ཚང་མ། བུ་མོ་སྤུ་གུ་སྤྱོད་འཇུག་རེ་ནང་མིག་གིས་ཚང་མ་གཡོག་པོ་ད་ཧིན་དུ་ནང་ལ་རྒྱ་གར་ནང་ཡོད་བ། མནའ་མ་བསྡད་ཚར་ན་མནའ་མ་དེ་ལ་གར་བྱེད་རེ། ཨ་ནི། ནང་མིག་ཁྱོ་བ་དེ་གི་དཔའ་བ་ཨ་མ་སྤུ་གུ་ད་ཁོ་རང་ཚོ་གི། ནང་མིག་གིས་ཚང་མ་གཡོག་པོ་རྒྱུག་དགོས་རོགས་ཨ་ཁོང་ཚོ།

དཔེར་ན་ཁྱིམ་གྱི་ནང་ལ་ཁྱོ་ག་སྐྱེས་མའི་བཟའ་ཟླ་གཉིས་ཉི་མ་རྟག་པར་རྩེད་བརྒྱབ་སྟེ་ན་སྤུ་བོ་འདི་གིས་ཉི་མ་རྟག་པར་ཞིག་སེམས་ཁམས་ནང་ལ་དཀའ་ངལ་ག་ཚད་ཡོད་རེད་ལབ་བས་ན་ཨ་འཁྲུག་པ་བརྒྱབ་བརྡུང་འདི་ཉིད་འདི་ཚོ་ཡིན་པ་ན་སྤུ་བོ་འདི་གི་སེམས་ཀྱི་ནང་ལོགས་ལ་དངོས་གནས་ཁོ་རང་གི་ལྟ་ཁྱི་མ་ཐུབ་བས་དེ་འདྲ་གི་དཀའ་ངལ་ཅིག་ཆགས་ཀྱི་འདུག་དེ་ནི་སློབ་སྦྱོང་བྱེད་མ་ཐུབ་མི་དགྱིས་ལ་སྤུ་བོ་དགྱིས་ལ་རྩེད་མོ་རྩེ་ག་འགྲོ་ན་རྩེད་མོ་རྩེ་ཉེན་མ་འགྲོ་བ་བྱས་ཁོ་བོ་སེམས་བུ་བདེ་ཉེན་ཆེ་ཁ་ལག་ཟ་མ་ཨེ་འདྲས་ཕྱིན་ནས་ཨ་ནི་འཕྲོ་བརླག་འགྲོ་དུས་གང་ལ་དཀའ་ངལ་མང་པོ་ཅིག་ཆགས་ཡོད་དོ། ཨ་ནི་ད་ལྟ་འདི་འདི་འདྲ་བོ་རེད་བོད་ན་ད་སྐལ་ཆར་གྱི་མང་པོ་འཁོན་བྱས་དཀའ་ངལ་མང་པོ་ཅིག་ཆགས་བྱས་ད་ལྟ Asian country ནང་ལ་ཤུགས་ཆེ་དེ་འདྲ་འདྲ་བོ་ཆགས་འདུག་ལ་ད West ནང་ལ་གར་ཆགས་བོར་ལ་ན་བུ་དང་སྐྱེ་བོ་ཕོ་མོ་བུ་དང་བུ་མོ་འདྲ་མཉམ་རེད། གུས་ཞབས་གཅིག་པ་དགོས་རེད། ཨ་ནི། ད་ཡག་པོ་ཆེ་བསམ་བློ་བཏང་བས་ན་བསམ་བློ་རྒྱ་ཆེན་པོ་ཞུ་བཏང་བས་ན་དངོས་གནས་ཁོ་རང་གི་བུ་དང་བུ་མོ་སྐྱེ་བ་ཕོ་འདྲ་མཉམ་དངོས་གནས་ཁོ་རང་འདྲ་མཉམ་རོ་མི་ཞིག་ཡིན་པའི་ཆ་ནས་རེད་བ་དགེ་མེད་ལ་ན་ཁོ་ཚང་མ་ཁ་ལོ་ཚད་སྙེ་མ་གི་འགྲོ་སྟངས་དང་ད་དེ་དུས་ཚོད་ཀྱི་འགྱུར་བ་ཐད་དུ་གང་ལ་འདིའི་སྒང་ལ་བསམ་བློ་བཏང་བ་ཡིན་ན་ད་ཕ་ཕྱོགས་ཀྱི་སེམས་ཀྱི་ནང་ལ་སེམས་ཁམས་ནང་ལ་དཀའ་ངལ་ག་ཚད་འཕྲད་ཡོད་མེད། ད་ནི་དེ་འདྲའི་གི་དཀའ་ངལ་ཆེན་པོ་ཆགས་འདུག་ཨ། ད་དཔེར་ན་པུའུ་གི Impact of Trauma ལེགས་འདུག་ཨ། ད་པུའུ་གི་སེམས་ཀྱི་ནང་ལོགས་ལ་དཀའ་ངལ་འདི་ཤར་ནས་བདེ་སྡུག་གང་ལ་འཁྱིལ་མ་ཐུབ་པ་བྱེད། ཨ་ནི་ག་ལེ་ག་ལེ་ག་ལེ་ག་ལེ་གར་ཆགས་ཡོད་འདུག་ལབ་ན་ད་དཔེར་ན་པུའུ་འདི་གིས་ད་འཛམ་བུ་གླིང་གི་ནང་ལ Research།

བྲག་ས་སྤུ་བོ་ཡོད་རེད་ནང་མི་ཡོད་རེད། ཨ་ནི། སྤུ་བོ་འདི་ལ་ལྟ་མ་འོངས་པ་གི་མདུན་ལམ་བཟོས་ལ། དང་པོ་འདི་ག་རེ་དགོས་རེད་ལ་ན། ཁྱོ་བ་ཀེ་མི་གཉིས་འཆམ་མཐུན་འདི་གལ་ཆེ་ཤོས་ཅིག་ཆགས་དགོས་རེད་ད། Understanding འདི་དགོས་རེད་ད། Understanding མེད་ན་ད་ཚར་བ། ཨ་ནི་གཅིག་གིས་གཅིག་ལ Respect དགོས་རེད་གུས་ཞབས། མཐོང་དགོས་མཐོང་གཅིག་གིས་གཅིག་ལ་ཡང་སྨན་འབེབས་མ་བྱེད་པ། ཨ་རེ་མཚམས་མཚམས་གཅིག་གིས་གཅིག་མུ་མཐུད་མ་ཡིན་པ་ཡོང་གི་རེད། ཨ་རེ་དེ་འདྲས་ཡོང་དུས་གང་ལ་དང་པོ་ཉེ་ལ། སྐད་ཆ་ཚིག་ང་ཚོ་ག་འདྲས་ཆགས་གོ་རེ་ལབ་ན་ང་ཚོ་སྤྱི་ཚོགས་ནང་ལ་ང་ཚོ་ཤུགས་ཆེ་ཡ་ལ་ཨི་གོ་དེ་ཤུགས་ཆེ་དྲགས་ཨི་གོ་ལ་གི་རོ། ཨ་ནི་རང། རང་དགེ་ཞེས་ཕམ་ལ་ཡི་དེ་བསམ་བློ་ནང་ལ་ཀླད་བདེ་སྡུག་ཁ་ཤུགས་ཆེན་པོ་ཅིག་ཡོད་བ་ཡིན་ན་ད་འདི་ཡི་སྐྱོན་གཅིག་དཀའ་ངལ་ཆེ་ཤོས་གཅིག་ཆགས་དགོས་རེད་ད་ཡི་གོ་འདི་ཡོད་དུ་གང་ལ་ང་ཐོབ་དགོས་ཡོད་མོ་ཤོ་དགོས་ཡོད་ལ་ཡི་ཇོ་ར་འདི་སེམས་པ་ན་གླན་ན་ཕ་ཕྱོགས་ཀྱི་དྲང་པོ་ཤེས་ཀྱི་ཡོད་ན་བི་ཡི་ཁའི་ཞེ་དྲག་མ་གླན་བ་བཅས་སོ་སོ་གི་རྫུན་མ་ཤི་གོ་འདི་མ་སྐབས་བྱས་འདི་འདྲི་བྱས་ཀྱི་ཨ་ནི་སོ་སོ་གི་དབང་གི་ཐོག་ནས་ཡ་ཐོབ་ཡས་ཀྱི་འདུལ་བས་ཕ་གས་བཏུལ་ཡས་བྱས་བ་ཡིན་ན། སྐྱོན་ཆུང་ལྟ། དེ་འདྲའི་སྐྱོན་སྐད་ཆ་ཆུང་ཆུང་གཅིག་གིས་ཨ་ནི། དེ་ནས་ཚག་དག་སྦག་ལ་ནི་ཆེ་རུ་ཆེ་རུ་བྱ། དེ་སྐབས་མ་ལྟོས་བྱ་དེ་རྙོག་དྲ་འདུག་ས་བྱ་འོ་ད་རྒྱུ་མཚན་དེ། ད་འདི་ལ། ང་ཚོ་སྔོན་འགོག་དང་མ་བཟོ་ན་གལ་ཆེ་ཤོས་འདི། ཨ་ལས་རྙེད་ལ། དང་པོ་བསམ་བློ་གར་བཏང་དགོས་རོགས་ན། སྐད་ཆ་ཆུང་ཆུང་གཅིག་ལ་རྩོད་པ་ཞིག་ཆགས་པ་ཡིན་ན་སྐད་ཆ་འདི་ལ་ཞིབ་འཇུག་བྱེད་དང་པོ།

རྙོག་དྲ་ཆགས་ཡོད་མ་རེད་ནང་མི་ནང་ལ་སྤུ་གུ་ལ་སྐྱིད་པོ་སེམས་ལ་སེམས་ཁམས་ལ་ཡག་པོ། སྤུ་གུ་ལ་འཚར་ལོངས་ལ་ཡག་པོ། སྤུ་གུ་མི་ཚེ་མདུན་ལམ་ལ་ཡག་པོ་ཆགས་ཡོད་རེད་ཁྱོ་བ་སྐྱེ་མི་ཡག་པོ་བསྡད་ན། ཉི་མ་རྟག་པ་བརྩེགས་ཀྱང་སྤུ་གུ་འདི་འཕྲོ་བརླག་འགྲོ་མ་འགྲོ་ཉེས་ཉེས་དེ་རེད་ད། ད། Deescalate ག་འདྲས་བྱེད་འོ་ལ་ན། རྙོག་དྲ་ཆུང་ཆུང་ཆེ་ལས་སོ་ན།

ད་འདོད་དཀའ་ངལ་དཔེ་ཆེན་པོ་རེད་ད། ཨེ་སོལ་ཅིག་ཡིན་པའི་རྗེས་ལ། ཨ་ནི། དཀའ་ངལ་ག་རེ་ཡོད་ཟེར་ལ་ན་དང་པོ། ད། ཚོང་དང། Police League རེད་ནང་ལ། ཁྲི་དྲུག་རེད། ཙོང་ཁང་ལ་ཁྲི་དྲུག་རེད། ད། ཆུ་ཚོད་གཉིས་རྩ་བཞི་ཙོང་ཁང་ན་བརྒྱ་ཆ་བརྒྱ་ནས་བརྒྱ་བསྡད་སྐུ་གོར་དང་པོ་དེ་ལ། ཨོ་ཡ། ད། ཁྱོད་རང་ལོ་ཡར་ཚེ་དགུ་བོ་རེད། ལོ་ཡར་འདི་ལ་ད།

གལ་སྲིད་ཁྱེད་རང་གིས་མོལ་དང་བདེ་བ་ལ་ཐུག་པ་ཡིན་ན་བི་ཁ་ས། དེ་འདྲའི་ཉེ་བོ་ཅིག་ཐུག་ནས་ཐུག་པ་ཡིན་ན། མོས་ཀྱིས་ཕོན་བཏང་སོང་ན་ངས་ཁྱོ་ག་བདེ་ལ་འདུག་ངས་ང་འཁྲིས་ལ་འདུག་ང་གཉིས་ཞི་གི་འདུག་ལབ་པ་ཡིན་ན། འོ་ཡ་ཡང་སྐྱོ། འདི་གཅིག་རེད། ད་འདི་ལ་རྙོག་དྲ་པོད་ཆེན་པོ་རེད། ལོ་ཝེར་ཅི་ལེ། ཀྱེ་གསལ་བྲལ་བྱེད་པོ་དང་པོ་ཉིད་ལ་བེལ་ཧེ་རིང། བེལ་ཇི་ཡེ་ལ་ཡང་ཁྱོད་རང་གིས

ཁྲིམས་ཀྱི་ཐོག་ལ་དང་པོ་ལོ་ཡར་ད་དཔེ་ཆ་ཡག་པོ་ཡོད་ན་ནི་ལོ་ཡར་ཡག་པོ་བླ་མ་ལ་ནི་ནི་དཀའ་ངལ་དཔེ་ཆེན་པོ་ཐེམ་ཚ་རེད་ལོ་ཡར་བླ་ཡར་ལ་ནི་གོང་དཔེ་མ་སྲིད་ཀྱི་གོང་ཆེན་པོ་རེད་ཨཱ་ནི

ལོ་དབྱར་ལ་ནི་བེ་ཤ་གཅིག་སྤྲད་དགུ་བར། ད་ཁྱོད་རང་བེལ་ཧེ་རིང་བེལ་ཡིན་ན། བེལ་ལ་བེ་ཤ་གཅིག་སྤྲད་དགུ་བར་ད་འདི་ལ་སྤྲད་ལ་ཡང། འདི་ཧེ་རིང་འདི་ལ་ཆེ་ཆུང་ག་རེ་ཡོད་ན་ཉེས་པ་ཚབས་ཆེ་ཆུང་འདི། གལ་སྲིད་ཀི་མེད་ཕ་གི་ལས་བྱས་ཁྱོ་ག་ཡིན་ན་ཀི་མེད།

གཅིག་གོ་སྐབས་ཚོད་ཚོད་གཅིག་གོ་སྐབས་ཏྲིག་རེད། ད་ཚོད་ཚོད་གཅིག་གཉིས་འདི་ཁྱོད་རང་ཨེ་ཕིལ་བྱས་ཡ་རེད་ཡ། དཔེར་ན་ཚོད་ཚོད་གཅིག་ལ་ཡོང་ས་མ་ཚོད་ཚོད་གཉིས་སྤྲད་ལ་ན་ཏྲིག་རེད་ཁོང་ཚོ་གི། འདི་སྐབས་ལ་ག་བྱས་ཡ་རེད་ལ་ན་ཁྱོད་རང་སྐྱེས་དམན་གི་ནང་ལ Police ལ Phone བཏང་གོ་རེད་ད་ཁྱོད་རང་སོ་སོ་ག་བ་བསྡད་ཡོད་ན་འོ་འདི་གི Police གི་དེ Number ཚང་མ་ཡོད་རེད་ཁྱོད་རང་ཁ་སང་བཅར་བྱས་ཉེས་འདི་གི་འོ་འདི་གི Number འདི་བྲལ་བྱས་ཡོད་རེད་ཨ་ནི་ཁོང་ཚོ་གི། ཀྱི་མིན་ཡིན་ན་ཁྱོ་ཨེ་འདི་ལ་ཕོན་གཏང་གི་རེད ok ཁྱོད་རང་གིས་ད་ད་ལྟ་འདི་བཟའ་ཟླ X ལ་འོ་རོགས་ད X ལ་ན་ག་ལ་ན་དེ་ཁྱོད་རང་ཁོ་གི་ལྕགས་ལ་ལན་འགའ་ཡོང་གི་རེད་ཚོད་ཚོད་ག་ཚད་ཡོང་ན་ཡག་གི་རེད་ཨོ་ང་དུས་ཚོད་འདི་འདྲའི་གཅིག་གཏོང་པ་ཡིན་ཨ་ནི་ཚོད་ཚོད་འདི་འདྲའི་གཅིག་ལ་ཤོག་ལ་ན་ཚོད་ཚོད་འདི་དུས་ཚོད་སྤྲད་འདུག་གང་ལ་ཁོ Police རྩ་ལ་འགྲོ་དགོས་བ Police གི་ཁྲིད་འདུག་རུ་ཕ་གི་ལ་ཨ Police སྒོ་ལ་ནང་ལོགས་ལ་ལངས་ཏེ་ཨ་ཁྱོ་ཨ་འདི་ཀྱི་མིན་འདི།

ཨེ་སོལ་ཉེན་ཁ་ཆེ་ཨ་ཇི་སོ་ད་བཙོང་ཁང་ན་ལྷག་གི་རེད་བཙོང་ཁང་ན་རྒྱུ་རིང་པོ་ལྷག་གི་རེད་ད་དེ་སྐད་སྟེ་དེ་འདྲའི་མནར་ནས་འགྲོ་བསྡད་གི་རེད་ད་འདུས་ཀྱི་མེད་འདི་གི་སྐོར་ལ་མུ་མཐུད་མེད་ནས་མ་སླེབས་པ་ཡིན་ན་ད་དེ་ལ་སྡུག་གི་རེད་ད་ད་འདུས་ཨ་ནི་དངོས་གནས་ཁོ་རང་དཔའ་བོ་དེ་ཚོ་ཡིན་ན་ངུ་ཤོར་གི་འདུག་ད་ང་ཡིན་ཟེར་ཉིན་དེ་འདྲ་འདུག་ཨ་དེ་ཚོས་བཙོང་ཁང་ན་ལ་ངུ་གི་འདུག་ད། ངོས་ནས་དངོས་གནས་ཁོ་རང་ད་སྐུ་ཅིག་ད། ང་ས་ཆ་གཞན་པ་བཏང་རོགས་དེ་ལ་སྐྱིད་བོ་མི་འདུག་ང་སྨྱོ་སར་ཤི་སར་དེ་འདྲ་བྱེད་ཡིན་དེ་ནི་དཔའ་བོ་དེ་འདྲ་ངུ་ཤོར་ཉེས་པས་མ་འགུགས་ཐུབ་དེ་ལ། འོ་དེ་བསམ་བློ་ཡག་པོ་བཏང་ད་ད་རིང་གཅིག་བཀའ་ལོག་ད་ངེད་སློབ་གསོ་དུ་མ་སོང་ན་ད་དེ་ཚོ་གཅིག་ཧ་གོ་ན་ཡག་པོ་ཡོད་རེད་བསམ་གི་འདུག་རོགས། ད། ཁྱོ་བ་སྐྱིད་མི་མང་པོ་ཅིག། དེ་འདྲའི་ཆུང་ཙག་ཅིག་གི་མཆན་བུ་ཆགས་ཆེ་དཀའ་ངས་གར་ཁྲིག་རེད་ནང་འདི་ཞིག་ད་ནང་ཡོད་མར་དོན་ཡོད་མར་གཅིག་ཤར་ལ་བསྡད་གཅིག་ནུབ་ལ་བསྡད་གཅིག་རན་ཏྲེ་བསྡད་གཅིག་ཕ་ཇོ་བསྡད་པུའུ་ལ་བརྡབ་སྲིད་ཅིག་པུའུ་གི་སེམས་ཁམས་ནང་ལ་དཀའ་ངའི་མཆན་བུ་ཅིག་ཆགས་པ་བ་མ་ལོ་བ་ཆ་ད་དཀའ་ངའི་མཆན་བུ་བཞུ་ཅིག་ཆགས་ཚར་ད་ཁྲིམས་དཔེ་མ་སྲིད་ནག་པོ་རེད་ནོར་ད་ཨ་མེ་རི་ཀ་ད་ཡུ་རོབ་ལ། རྒྱ་གར་ནང་ལ་ང་ཚོ་ཁྲིམས་འདི་ཡོད་རེད་དེ། Culture གི་ཁོན་བྱས་ཨ་ནི། འདི་རྩོད་པ་རྒྱབ་མ་ཤེས་ནས་ལྷག་སྐྱོར་མ་གཏོགས་རྒྱབ་ཤེས་པ་ཅིག་ཡིན་ན་ཁྱོ་བ་ཅིག་གིས་མི་ཅིག་གདུང་གི་ཡོད་བ་ཡིན་ན། ཕོ། ཁྲིམས་ལ་འགྲོ་བ་ཡིན་ན། དེ་གི་དཀའ་ངལ་འདི་འགྲེལ་བཤད་རྒྱབ་པ་ཡིན་ན་དུས་རྒྱུན་དུ་གི་སེམས་ཁམས་ཀི་སྒང་ལ་དཀའ་ངལ་འདི་འགྲེལ་བཤད་རྒྱབ་པ་ཡིན་ན། འདི་ལ་རིན་ཐང་མེད་རྒྱུ་མང་པོ་ཡོད་རེད་ད།

ད་བསྡད་དགོས་ཡ་ཅིག་ཆགས་ནས་ད་ད་མི་སྐྱིད་ལ་ཞབས་འདྲེན་རེད་ད་དེ་འདྲ་རང་བསྡད་ན་ཡག་གི་རེད་བསམ་དེ་མི་ཚེ་ཁོ་རང་ཧྲིལ་བོའི་དུས་ཚང་མ་དེ་འདྲའི་འཕྲོ་བརླག་འགྲོ་ད་འདི་སྒང་ལ་ད་འདི་གི་ང་ཚོ་སློབ་སྦྱོང་སྤྲད་དེ་དཔེ་གལ་ཆེན་པོ་རེད་མི་མང་འདི་ཚོ་སློབ་སྦྱོང་ཤེས་ཡན་དེ་ཁྲིམས་ཀྱི་ཐོག་ལ Domestic Assault Domestic Violence དེ་ཚོ་ཁོ་ན Serious Offence ག་འདྲས་ཡིན་མེད་གི་དེ་ཚོ་སློབ་སྦྱོང་གང་ཧ་གོ་ཡ་དེ་གལ་ཆེན་པོ་དཔེ་རེད་ད་ཐ་ན་དེ་ལ་གར་ཆགས་དགོས་རེད།

གཅིག་སྟོང་གཅིག་སྟོང་ནས་ལྔ་སྟོང་དེ་འདྲའི་སྤྲད་དགུ་བོར་བེལ་ཧེ་རིང། ད་དེ་བེལ་ཧེ་རིང་སྤྲད་དུ་གང་ལ་མི་གཅིག་ཁེ་རྒྱག་དགུ་བོར་ཁེ་རྒྱག་དེ་གི་ག་རེ་ལབ་དགུ་བོར་ལ་ན་ད་ཁོ་ད་རིང་ནས་བྱེད་གི་མ་རེད་ལ་ནི་ངས་ཁེ་རྒྱག་ལེན་གིན་སོང། དེ་འདྲའི་གཅིག་དགུ་བོར་དེ་འདྲའི་དཔེ་ཤ་སྤྲད་དགུ་བོར་དེ་ན། དཀའ་ངལ་ད་ཆུ་ནི་ཐ་རལ་ཡོད་མ་ད་འདི་གི་རེ་སྐོར་དེ། ད Minor Assault Assault སྤྱོད་འཇུས་ཅིག་ཡིན་ན། གནས་ཚུལ་སྤྱོད་འཇུས་ཅིག་ཡིན་ན།

བསླབ་གྲྭ་འགྲོ་དགོས་བོར་ད། Anger Management དང་ཨ་ནི། འདི། ཁ་ས Family ལས་འདི་ག་ཚད་གལ་ཆེན་པོ་ཡིན་མེད། ག་ཚད། Respect། ང་ཚོ་གུས་ཞབས་བྱེད་བོར་གཅིག་གིས་གཅིག་ལ་བརྩེ་བ་ག་འདྲེ་སྤྲད་འོ་ཡོད་མེད་འདི་འདྲེ་བསླབ་གིར་ཁོང་ཚོ་གི། ད། ཁོང་ཁྲོ་འདི་ག་འདྲེ་ཤི་དགོས་ཡོད་མེད་དང་འདི་འདྲེ་བསླབ་གིར་ཁོང་ཚོ་གི་ད་ཚང་མ། ལག་པ་བརྐྱངས་ཆོག་གི་མ་རེད། འགྲོ་བ་མི་གི་ཐོབ་ཐང་ནང་ལ་འདི་ཡོད་མ་རེད། ཚང་མ་བསླབ་རྒྱུར་ད་འདི་ཆ་ཚང་ཁོང་ཚོ་གི་འཛིན་གྲྭ་འགྲོ་དུ་མ་སོང་ན་ཨ་ནི་འདི། Compulsory འགྲོ་དགོས་སྐོར་ད་ཡིན་གཅིག་མིན་གཅིག་ཕ་གི་ན་འཛུལ་ཞུགས་བྱེད་ནས་སློབ་སྦྱོང་བྱེད་འདི་གང་ལ་ཨ་ནི་ཁོང་ཚོ་གི། མི་རེ་རེ་གི་བསམ་ཚུལ་ཚང་མ་བྲིས་བཅུག་གུར་དཔབ་བཅུག་གུར་ད། བྲིས་དགོས་བར་ཚང་མ་ཁོང་ཚོར་བསླབ་བྱས་ཡ་ནི་འདི་ཚང་མ་བྲིས་ཡ་ནི་སོ་སོ་བསམ་ཚུལ་པོ་ར་བཤད་དགོས་བར་ཨ་འདི་ནང་ལ Interaction དཔེ་མང་པོ་ཡོ་ར་ད་བདུན་ཕྲག་བཅུ་གཉིས་འགྲོ་དགོས་བར་ད་ཧབ་ད་རེར་ཉི་མ་རེ་རེ་དགོང་མོ་གཅིག་སྟོང་ནས་ཉིས་སྟོང་བརྒྱད་བརྒྱ་བར་དུ་རེ་ད་འདི Program ལོ་ག་ལོ་ག་ལོ་ག་ཡ་རེ་མི་འདི་གི Program ཨེ་སོལ་ཆུན་ཆུན་བྱས་ན་ཨེ་སོལ་པ་བས་ཡང་ཁོས་གི་ཉེན་ཁ་ཇི་བོ་འདི་འདྲ་བྱས་ཡོ་ན་རེ་མ་འོང་པོ་ལ Thread བྱས་ཡ་འདི་འདྲ་ཡིན་ན་ཡང་འདི་ལས།

ལག་པ་བརྐྱང་ཨའི་ལ་ཨའི་འདི་ད། ཆུ་ནི་གོ་རང་ད། རྒྱལ་སྤྱི་གི་ཁྲིམས་ནང་ལ་རྫབ་ཆེན་པོ་ཞུ་ཆགས་ཚར། འདི་ང་ཚོ་ཧ་གོ་གི་མི་འདུག་ཨ་ད་ད། བོད་པའི་སྤྱི་ཚོགས་ནང་ལ་ང་ཚོས་ད་ང་ད་ད་ངེད་ཀྱི་བཤད་དེ་བོད་པའི་སྤྱི་ཚོགས་ནང་བཤད་དགོས་རོགས། བོད་པའི་སྤྱི་ཚོགས་ནང་ཡོད་རགས་ཀྱི་སྲིད་ན་དགའ་རོགས་ཀྱི་ཡིན་མདོག་མདོག་བྱེད་ནས་དེ་ནས་ཞོ་ཅིག་ངོམ་ཤ་ངོམ་དགའ་ཆགས་བྱེད་ཡ་ནི་འཛིན་དགའ་ཆགས་བྱེད། པར་རིས་བདུན་མིག་གི་མདུན་ལ་ཞོ་ཅིག་དགའ་རོགས་ཀྱི་ཡིན་མདོག་མདོག། ལྐུགས་པ་ལྗང་གུ་དེ་ལ་བསམ་བློ་ན་ག་རེ་ཁེག་ཡོད་མེད་འདི་ཧ་མ་གོ། དེའི Consequences ག་རེ་ཆགས་ཀྱི་ཡོད་པ་འདི་ཧ་མ་གོ། དེ་འདྲའི་མཁར་རྙིང་མང་པོ་ཡོད་རེད་ང་ཚོའི་སྤྱི་ཚོགས་ནང་ལ་མང་པོ་ཡོད་རེད། ང་ལྟ་ཙོང་ཁང་ནང་མང་པོ་བལྟ་ཚར་ཡིན་མཐོང་ཚར་ཡིན་ང་ལས་ཀ་གཉེར་ལ་ངའི་ལོ་བདུན་བརྒྱད་ཅིག་ངས་དེ་འདྲའི་སྒང་ལ་ལས་ཀ་འགྲོ་འདི་བོར་དང་འབྲེལ་བ་ཡོད་པའི་གེགས་གེགས་གྱུར་དང་དེ་འདྲའི་སྒང། ཙོང་ཁང་ནང་ལ།

འབྲུག་བོད་རེད་ད་འདོད་དེ་གང་ལ་ང་ཚོ་གི་པུ་གུ་གང་ལ་སེམས་ཁམས་གི་ཐོག་ལ་ད་ཕ་མ་ཁ་ཁྲེ་ཁྱོད་ཚོ་གི་སེམས་ཁམས་གི་ཐོག་ལ་ཡར་ཅིག་པུ་གུ་ལ་ཡང་སློབ་གསོ་ཡག་པོ་ཅིག་རྒྱབ་ཐུབ་པ་ཡིན་ན་ཁོ་བཅོལ་ཡ་ཡོད་རེད་ག་ལེ་ག་ལེ་བཅོལ་ཡ་རེད་དེ་ཁོ་བཅོལ་ཡ་ལམ་སང་བཅོལ་ཡ་ཡོད་མ་རེད་ད་དེ་ལ་པུ་གུ་སེམས་ཁམས་གི་ཐོག་ལ་བཅོལ་ཡ་དེ་ཐག་ལ་བཅོལ་དེ་ནི་སྦྲག་སྤྲོར་གི་སྨན་སྤྲད་པ་འདྲ་བོ་བཅོལ་ཡ་ཡོད་མ་རེད་ཁོ་ལ་ག་ལེ་ག་ལེ་ཧིལ་བྱེད་དགོས་དགོས་རེད་ད་གྲ་ཡ་དེ་ག་ལི་ག་ལི་གང་ལ་གྲགས་དགོས་དགོས་དང། ཨ་ནི་ང་ཚོའི་སྤུ་གུ་དེ་ཚོ་ག་ཤེད་ཕ་མ་ག་ཤེད་ག་ཅིག་རེད་སྙིང་རྗེ་ལ་ནི་ཨ་ནི། iPhone eleven ten ད་ག་རི་དགོས་ན་ད latest ལྕགས་ལ་ག་རི་ཡོད་ན་གོང་ཆེན་པོ་ཚང་མ། སྤྲད་དེ་སྙིང་རྗེ་སྒོམ་སྤྲད་དུ་གང་ལ་ལྟ་དེ། ལྐུག་པའི་སྙིང་རྗེ་བྱ་དགོས་ར་དེ་སྙིང་རྗེ་དེ་ཕལ་ཆེར་ཕལ་ཆེར་ངའི་བསམ་པ་ལ། ངེད་ཀྱི་ཕ་སྙིང་རྗེ་སྤུ་གུ་འདི་མི་ཚེ་འཕྲོ་བརླག་རེད་བསམ་བྱས་སྙིང་རྗེ་ཆེ་གི། འདི་ལ་ཡག། སྤུ་གུ་ལ་བརྙས་པ་སྤྲད་པ་ཡིན་ན་སྐད་ཆ་ལག་གསར་བ་སྤྲད་པ་ཡིན་ན་སྤྲད་བ་འདི་ལ་རོ། བསླབ་བྱ་ག་རེ་རྒྱབ་དགོས་ན། འོ་ཁྱོད་ད་ད་རིང་སློབ་ཆུང་ཡག་པོ་སྤེལ་བྱས་སོང། ཨ་ད་འདི་ལས་ཡག་ག་ཆ་ད་ངས་ད་པ་བ་མ་གི་ལྕ་ལག་ག་རེ་ཉོས་ཐུབ་ན་ད་དཀའ་ལས་རྒྱ་ནས་སྤོས་ཤ་ཟོས་བྱས་ངས་ཉོ་གོ་ཨ་ཟེར་བྱས་ཨ་ནི་འོ་ད་ཅིག།

ཉིང་བཅས་རོ། གཞན་པ་མ་ཡིན་པ། རྟག་པར་ཞི་གཅིག་ཅེས་ཨཱ་ནི། བསླབ་བྱ་གར་རྒྱག་རི་འཕགས་མ་ཤུགས་ཆེ་གི། སོ་སོའི་བྱི་ཡ་དེ་བྱི་མ་དེ་ལྡོག་ཕྱོགས་དེ་ཕ་གི་ལ་ཡ་ག་རྐྱང་རྐྱང་དེ་ད་འདི་བྱི་བུར་ད་ཁྱོད་འདི་བྱི་བུར་ད་འདི་ཡག་པོ་རེད་ལ། སྤུ་བོ་ལ་འཛུལ་བའི་ཀླད་པ་ན་ལ། བརྒྱ་ཆ་བརྒྱ་ནི་བརྒྱ་ནི་བརྒྱ་བརྒྱ་ཆ་ལྔའི་འཛུལ་མ་རེད། སྤུ་གུ་ཀླད་པ་ན་ག་རེ་འཛུལ་གི་རེད་ལ་ན། དུས་རྒྱུན་དུ་ཕ་མེས་ཀྱི་ནམ་རྒྱུན་དུ་ག་རེ་བྱེད་ཀྱི་འདུག་འདི་ཀླད་པ་ན་འཛུལ་གི་རེད་ཁོང་ཚོ་བསླབ་དགོས་ཡས་ཡོད་མ་རེད། ཕ་མ་ག་རེ་བྱེད་ཀྱི་འདུག་འདི་ཁོང་ཚོའི་ཀླད་པ་ནང་ལ་སྟོད་ཤུགས་ཆེན་པོ་བསྡད་ཀྱི་རེད་འདི་ཀླད་པ་ན་སླེབས་ཀྱི་རེད་ཁོང་ཚོའི་གི་འཚར་ལོངས་གི་འདི་གང་ལ་འགྲོ་གི་རེད་ཤུགས་ཆེ་ཡ་འདི Depend འདི་གང་བྱས་ཀྱི་རེད་ད། ཁ་ཤས་ཕ་མ་ཁ་ཤས་སྙིང་རྗེ་ལབ་ཆགས་རྒྱག་གི་རེད་དེ་མི་ཕ་མ་ཚང་མ་སོ་སོའི་སྤུ་གུ་དེ་ལས་ཡག་པོ་ཅིག་ཆགས་དགོས་དགོས་རེད། ཡིན་ནས་ད་འདི་ང་ཚོ་གི་ལང་ཀ་འདི་ནོར་བ་ལ་འགྲོ་འདུག་འོ་ད། དོན་རྡོག་རྡོག་བཤད་པ་ཡིན་ན་ང་ཚོའི་སྙིང་རྗེ་སྤུ་གུ་ཡག་པོ་བྱུང་འོ་ད་ཁྱོད་ཡག་པོ་བྱུང་བར་འདི་བྱུང་བར་ཁྱོད་སོ་སོ་ཕ་མ་འདི་རྡོག་རྒྱ་སྟེགས་རྟག་པར་ཞིག་བཙལ་རྒྱག་ཡ་མ་བྱེད་དེ་སྤུ་གུ་ལ་ཡུ་ངན་ཡོད་མ་ཕམ་སྤུ་གུ་འདི་གཞུག་མ་ལུང་ཚ་བོ། དེ་ནི། ད་ལྟ། འདིའི་ཁ་ས Suicide Attempt བྱས་ཡ་ད་བརྫུས་བརྫུས་ཀྱི་སྒང་ལ་སེམས་ཁམས་སྒང་ལ་ཤུགས་ཆེན་པོ་ཆགས། ཨ་ནི་དེ་འདྲའི་དེ་འདྲའི་བྱས་ནས་ཨ་ནི་མི་ཚེ་མདུན་ལམ་སྤུ་བོ་གི་ང་ཚོ་གི་མ་འོངས་པ་གི་སྤུ་བོ་ཆེད་དུ་ད་ང་ཚོ Survive བྱེད་དགོས་ར་ཤུགས་ཆེ་ཡ་ད་སྤུ་བོ་ཡག་པོ་ཆགས་ཡོང་ཟེར་ཨ་སྤུ་བོ་ཡག་པོ་ཆགས་ཡ་ལ་སྤུ་བོ་འདི་ཆགས་འགྲོ་དགོས་ར་ད། འོ་དེ་འདྲ་རེད་ད།

དཀའ་ངལ་ཆགས་ས་དེ་ལ་རྙོག་དྲ་ག་འདྲས་ཆགས་ཡོད་མེད་འདི་ཚང་མ་ཞིབ་འཇུག་བྱེད་དུས་ཚོད་དཔེ་རིང་པོ་རེད་མི་དངོས་གནས་ཁོ་རང་ཕམ་ནང་མི་གཉིས་ཀ་བརྡབ་གསིག་དཔེ་ཆེན་པོ་ཐེབས་ད་མཐའ་མ་མཐའ་ཐུག་ན་དེ་ནས་གར་བྲལ་འདུག་གང་ལ་གར་ཆགས་དགོས་རེད་ལབ་ན་ཁ་བྲལ་ཉིན་ཚང་མ་གར་ཆགས་བསྡད་རེད་ནང་པོ་ར་ཐོར་སྙེ་མ་ནང་གཅིག་ཡོད་རེད་ཁང་པ་གཅིག་ཉོས་ཡོད་རེད་ཨ་ནི་ཡག་ཐག་ཆོད་འགྲོ་འདུག་ད་འདི་ཐོར་ཁང་པ་མེད།

སྤུག་འདི་སོས་དགུ་བར་ལོ་བཅོ་བརྒྱད་བར་དུ་ད་ངེད་ཀྱི་གླ་ཆ་འདི་བདུན་ཕྲག་གཅིག་ལ་སྒོར་མོ་གཅིག་སྟོང་ཡོད་བ་ཡིན་ན། སྒོར་མོ་བརྒྱ་ཆ་བཞི་བཅུ་ཁོ་ལ་སྤྲད་དགུ་བར་ད། དེ་མིན་འདི་ལ་སྤྲད་དགུ་སྤུག་ལ་སྤྲད་དགུ་བར་ད། ཁོ་སོས་ཁ་སོས་ཡ་ལ་སྤྲད་དགུ་བར། ད་མི་མང་པོ་ཅིག་དཀའ་ངལ་གར་འཁྲིད་བོར་ལ་ན།

སྤུ་གུ་འདི་ཕ་གི་སྟག་གུ་བོར་བ་དང་གསོ་སྐྱོང་བྱེད་བོར་བ་ལྟ་བུ་རེད་ལས་ཀ་འགྲོ་ཡ་ཡོད་མ་རང་ཡང་འདི་ལ་དཔེ་ཤ་སྤྲད་བོ་རེད་སྐྱེས་དམན་ལ་དཔེ་ཤ་སྤྲད་དགོས་བོ་རེད་གང་ཚེ་བེབི་སིར་ཆགས་རེད་འོ་དེ་འདྲས་བྱེད་ནས་འོ་ཡ་དུ་བ་མགོ་བུ་པོ་ར་སྤེལ་གི་རེད་བསམ་བློ་ཡག་བོ་བཏང་དགོས་བོ་རེད་ང་ཚོ་བོད་པའི་སྤྱི་ཚོགས་འདི་ཡག་བོ་བྱེད་ནས་ང་ཚོ་མཆུ་མཆུ་གཅིག་གི་ཆེན་པོ་བཟོས་བ་ཡིན་ན་ད་སུ་རུ་གྱོང་ར་དེ་ཨི་གོ་འདི་ཨི་གོ་འདི་གི་བཟོ་བོ་རེད་ད་ཀོ་ས་འདི་རྒྱུ་མཚན་འདི་ཨི་གོ་འདི་རེད་ང་ཚོ་ཨི་གོ་འདི་ཤུགས་ཆེ་དྲགས་ནས།

ཨོ་དེ་འདྲ་བྱ། ད་ད་ལྟ་དཀའ་ངལ་ག་རེ་ཆགས་འདི་བོར་མི་མང་པོ་ཅིག་ལ་དཀའ་ངལ་ག་རེ་ཡོད་རེད་ལབ་ན་ཕྱི་རྒྱལ་བ་དང་ཨེ་ཤེ་ཡན། མང་ཤོས་འདི་ད་ལྟ་རྒྱ་གར་གྱི Community ནང་ལ། སྙིང་རྗེ་ཡར་སྐྱིད་མེད་འདི་ཚོ་དེ་འདྲའི་སྙང་གི་རིགས་མི་རིགས་ཡན་ཆད་སྐྱིད་མེད་ལ་ཡ་འདི་ད་བད་ཀོ་བ་ལ་ནེམ་ནེམ་བ་བྱས། ནང་མི་གཅིག་གི་ནང་ལ་དཀའ་ངལ་འཕྲད་རྒྱུ་རྐྱང་རྐྱང་ཡོད་རེད་རྒྱ་གར་གྱི་སྤྱི་ཚོགས་ནང་ད་དེ་འདྲའི་བརྩིས་ན་བོད་པ་ཡང་དཔེ་ཡག་པོ་དང་སྙིང་རྗེ་དང་བརྟུལ་ཞུགས་ཀྱི་བཀའ་དྲིན་གྱིས་རྒྱ་བོད་རིན་པོ་ཆེ་ཀྱི་སྙིང་རྗེ་ཀྱི་སྤྱན་རས་གཟིགས་ཀྱི་ད་རྣམ་སྤྲུལ་གྱི་ཉི་མ་རྟག་པར་གསུང་ཆོས་ཞུ་ཞུ་ཉིད་ཀྱི་འདི་ཀྱི་བྱིན་རླབས་འདི་ཀྱི་ང་ཚོ་ལ་སྙིང་རྗེ་སྟེར་སྲིད་དུ་འདི་ཀྱི་པདྨ་སིབ་ཕན་ཐོག་བོར་ད་ལྟ་བར་དུ་སྤྱི་ཚོགས་ནང་དེ་གམ་སྡུག་ཅག་གེ་མར་རྒྱ་གར་སྤྱི་ཚོགས་རྣམས་ལ་སེམས་པ་སྐྱོ་ཡར་དང་རྒྱ་གར་སྐྱི་སྨན་དེ་ཚོ་ལ་དམིགས་བསལ་གྱི།

གཞན་པ་ཅིག་ཆགས་འགྲོ་གདོ་མི་དེ་འོ་དེ་འདྲའི་དཀའ་ངལ་ཅིག་བཙོང་ཁང་ན་འགྲོ་ཚར་ན་མི་དེ་གཞན་པ་ཆགས་འགྲོ་གདོ་དཀའ་ངལ་ཆེན་པོ་ཅིག་ཞུ་ཅིག་ཆགས་ད་མི་དེ་གིས་ག་བྱེད་དུ་བག་ཕྱིན་ནང་ལ་ཕྱིན་དཀྱིལ་མའི་ལས་ཀ་འགྲོ་བའི་སྐབས་ལ་ཕྱིན། ཁོས་གི་སྤུ་ར་རྩབ་བཤགས་བཏང་ནས་ཁང་པ་སྤུ་ར་ཁོས་གི་དེའི Drilling Machine ཁྱེར་ནས་སྤུ་ར་དུམ་བུ་གཉིས་བཏང།

དེ་འདྲའི་མི་ཚེ་འཕྲོག་བརླག་འགྲོ་ཡི་ཡོད་རེད་ཨ་རེ་ག་ཤེས་ག་བྱེད་རེད་སྙེ་མ་ཡང་དེ་འདྲའི་བྱུང་བར་ད་ལྟ་མང་པོ་བྱུང་ཚར་འདུག་ཚོ། སྐྱིད་མེད་ཁྱོ་བ་ཞན་པ་མཉམ་པོ་ཅི། ཨ་ནི་སྐྱིད་མེད་འདི་གི་ཁྱོ་བ་འདི་གི་ད་ཁྱིར་མ་ཐུག་ན་ཨ་ནི་འདེད་ལ་ཁྲིམས་འདི་ཤུགས་ཆེ་དྲགས་ནས་ཨ་ནི། འདྲེ་བོ་ཚང་མ་བྱེད་ཚར་ཚར་ནས་བྱེད་དུ་ད་ཁོ། ང་རྒྱལ་ཤུགས་ཆེན་པོ་ས་བྱས་ཨ་ནི་སྤུ་གུ་དུ་བ། ཨ་ནི་སྐྱིད་མེད་འདི་གི་སྤུ་གུ་དེ་ལ་པད་མ་སྲིད་ཀྱི་བརྩེ་བ་དུ་བ་བུ་མོ་ཆུང་ཆུང་ཞིག་དུ་བ་ལོ་བཞི་རེ་བཅུ་རེ།

སྤུ་གུ་སེམས་ཁམས་ཐོག་ལ་ད་ཡིན་གྱི་མིན་ཞེས་བསམ་བློ་བཏང་དགོས་བོད་རེད་ང་ཚོའི་གི་ད་ད་ལྟ་དུས་རབས་འདི་ལ་དུས་ཚོད་འདི་འདྲའི་གཅིག་ལ་ཡང་ལུང། ཨ་ནེ་རྣམ་པ་ཚོ་མཐའ་མ་གཅིག་མཐའ་མ་ལྟ་དེ་ག་རེ་ཞུ་ཡས་སླ་བ་ཡིན་ན། ཨ་ནེ་རྣམ་པ་ཚོ་ང་ཚོ་ད་ཁྱིམ་པ་མི་ནག་ཅིག་འདུག་ག་ལ་ཨ། ཏིས་ཏིས་ཡོང་གི་རེད་ཨ་ནེ་དེ་འདྲས་ལ་ཡ་ད། བཟོད་སེམས་ཆེ་ཆེ་ཡང་ནི་སེམས་ཀྱི་ནང་ལ་སློབ་ཆུང་སོ་སོ་གི་སེམས་ནང་ལ་སློབ་ཆུང་སྤྲད་ཆེ་ཡང་ནི་དེ་འདྲས་བྱེད་ཐུབ་པ་ཡིན་ན་ད་ཐབས་མཁས་བ་དང་ཡང་སོ་སོ་ནང་མི་ལས་ཕན་ཐོག་སྤུ་གུ་ལ་ཕན་ཐོག་དེ་འདྲས་རོགས་ཅིག་ཆགས་ཀྱི་རོགས་ཧ་མ་ཡིན་པ་གལ་སྲིད་ཁྱེད་གཉིས་དེ་འདྲས་ད་དཔེ་ན་གལ་སྲིད་ད། ཁེ་བ་སྐྱེ་མེད་གཉིས་ཀ་གི་མུ་མཐུད་ཡོད་ཆེ་ཨ་ནི་དེ་འདྲའི་ཁ་གལ་དེ་འདྲ་ཡིན་པ་ཡིན་ན Divorce བྱ་ཡ་དེ་འདྲ་ཡིན་པ་ནི་ཡིན་གཅིག་མིན་གཅིག་ཁྲིམས་ཀྱི་ཐོག་ལ་འཁྱུད་ནས་མ་འགྲོས་ད་ག་ཞིག་རྒྱུ་ཡོད་རྒྱུ་ཡོད་རེད་ཨ་ནི་དེ་ཚོ་ཁྲིམས་ཀྱི་ཐོག་ལ་འགྲོ་བ་ཡིན་ན་ཁྲིམས་ཀྱི་ཐ་མ་ཐག་ཆོད་གར་བཅད་རི་ལ་ན་རྒྱུ་ཆེ་ག་ཆེ་ག་གཏང་གི་རེད། ཨ་ནི་སྤུ་གུ་སུ་ལ་ཡོད་ན་སྤུ་གུ་སུ་ཉར་ནས་མ་ཉར་ན་འདི་ཚོ་གང་ལ་ལས་ཡི་རེད་ཐ་མ་དག་བརྗོད་དེ་ཨ་ནི་སྤུ་གུ་སུ་ཉར་ན་འདི་ལ་དཔའ་བའི་ཡང་ཁོང་ཅིག་འདི་བྱེད་ཡི་རེད་ཁོང་ཚོ་གི་ཨ་ནི་རྒྱུ་ཆེ་ག་ཆེ་ཆེ་ད་དེའི་རྒྱུ་དེ་ཁོ་ཉུང་བ་བཟོ་གི་ཡོད་དཔེ་ཤ་ང་མང་བ་བཟོ་གི་ཡོད་མ་ནི་ཁོ་བཟོ་གི་ཡོད་མ་རེད་ངས་གི་ད་ལྟ་བུ་དཔེ་ཤ་ངས་བཟོས་རྒྱུར་ལ་ན་སྐད་ཆ་འབྲུག་དམར་དེ་གང་ད། པར་ནར་ཡིན་པའི་རྗེས་ལ་ཁོ་ཐོབ་ཐང་འདི་ཕྱེད་ཀ་ཕྱེད་ཀ་ཆགས་ཚར་ད་ལྐོག་མར་ལོག་ཡིན་པའི་རྗེས་ལ་ཆང་ས་བརྒྱབ་མེད་ན་སྙམ་པོ་དེ་ནི་དབུགས་ཡོད་ཚར་ན་ད་ཆང་ས་དེ་གཅིག་པ་གཅིག་རྐྱང་ཆགས་དགོས་ད་ཨ་ནི་རྒྱུ་ཚང་མ་ཕྱེད་ཀ་ཕྱེད་ཀ་ཆགས་དགོས་རེད། དེ་ལས་ཡག་ག Mutual Understanding ད་འདི་འདི་ཡོད་རེད་ཀོར་ཅོལ Mutual Benefit ལ་ཡ་ཅི་དེ་ལ་ཕྱིན་པ་ཡིན་ན་ཀོར་གི་རྒྱུ་ནི་འགྲོ་དགོས་ཀི་ཡོད་མ་རེད་ཡིག་ཆ་ཚང་མ་ད་ཀྱོག་གི་མིག་གིས་མུ་མཐུད་བྱས་བྱས་ཨ་ནི། རྒྱུ་ཚང་མ་བྱེད་ཀ་བྱེད་ཀ་བྱེད་ཡ་བྱེད་ནང་འགྲིག་གི་ཚང་མ་སྐད་ཆ་ཚང་མ་གཙང་མ་བཟོས་ནང་འགྲིག་བྱེད་པ་ཡིན་ན་ད་འོ་ཡ་ད་འདི་ལ་ལས་སླ་ཡོད་མ་རེད་ཨ་ནི་འགྲོ་སོང་གས་ཀུ་ཅི་འགྲུག་མ་རེད་གཞན་པ་སྐོར་ལ་འགྲོ་བའི་རྗེས་ལ་འགྲོ་ཚར་རྗེས་ན་ད་ཁྱོད་ནས་ཁོ་རང་ད་འདི་རྙོག་དྲ་རིང་པོ་པས་རེད་ཨ་ནི་ལོ་ཡར་ལ་དཔེ་ཤག་རེ་རེ་སྤྲད་ན་ཁྱོ་བ་དངོས་ནས་གཅིག་སྤྲད་འོ་རེད་ཀྱི་མིང་དངོས་ནས་ལོ་ཡར་གཅིག་དགུ་འོ་རེད་དེ་ནས་འོ་ཡ་ད་ལོ་ཡར་དེ་ནས་ལོ་ཡར་ཡག་ལོས་གཅིག་ར་ལེར་དེ་ནས་དེ་གཉིས་བ་དེ་ལོ་ཡར་ལ་དཔེ་ཤག་གོང་དཔེ་མ་སེ་ཆེན་པོ་ར་ནས་འདི་ཐེ་མ་གཅིག་འགྲོ་ནས་ཐག་བཅད་ཡོད་མར་ཀོར་ལ་ཐེ་མ་མང་པོ་འགྲོ་དགུ་འོ་རེད་བྱེད་དུ་གང་ལ་ད་དེ་འདྲས་ཀྱི་མ་ཡུང་བ་ཀྱི་ཨ་ནེ་རྣམ་པ་ཚོ་འདི་བྱེད་རོགས་བྱེད་ཐུགས་སེམས་བཞེས་རོགས་བྱེད།

འཛམ་བུ་གླིང་གི་ནང་ལ་ལྟ་ནང་མི Domestic Violence དེ་དཔེ་མ་སྲིད་ཤུགས་ཆེན་པོ་ཆགས་འདུག་ཨ་ད་ལྟ་འོ་འདི་ལྟར་ད་ལྟ་ངེད་ཅག་དཔེ་མང་པོ་འདོན་གྱི་འདུག་ཚགས་པར་ནང་ལ Domestic Violence དེ་དཔེ་མ་སྲིད་ལྟ་ཤུགས་ཆེན་པོ་ཆགས་ནས་འོ་འདི་འདྲ་ཅིག་ཆགས་ཀྱི་འདུག་ཨ་ནི་རྣམ་པ་ཚོ་ཡིན་གྱི་མིན་གྱི་ད་བསམ་བློ་དེ་སོ་སོ་སེམས་པ་དེ་ད་འདི་བྱེད་དགོས་བར་ད Education སྤྲད་དགོས་བར་སོ་སོ་སེམས་པ་དེ།

དེའི་ཐོག་ལ་རྣམ་པ་གཟོ་ད། ཡིན་གྱི་མིན་གྱི་ཐུགས་སེམས་རྒྱ་ཆེན་པོ། བཞེས་དགོས་དགོས་པའི་རེད་ཨ་ནི། ཡིན་གྱི་མིན་གྱི། རྣམ་པ་གཟོ་ད། ང་ཚོའི། ཁ་ལག་ཆོས་ནང་ལ། Analyze། བྱེད་ཡོད་རུང་བ་ད། Analyze། བྱས་ཏེ་དཔེ་གལ་ཆེན་པོར་བསམ་བློ་རྒྱ་ཆེན་པོ་བཏང་ཡས་ལས་གལ་ཆེན་པོ་ཞུ་རེད། ཨ་ནི་སེམས་བློ་རྒྱབ་ཆུང་དེ་འདྲའི་གང་ལ་བཏང་ནས་དེ་འདྲའི Conclusion ད Decision སྡུག་ཅག་གང་ལ་ལྷག་བ་ཡིན་ན། ཨ་ནི་དཀའ་ངལ་འདི་ཚང་མ་ལ་དཀའ་ངལ་ཁྲེ་འོར་ད་ཐ་ན། སོ་སོ་གི་སྤུ་བོ་ལ་དཀའ་ངལ་ཆེན་པོ་ཞུ་ཅི་ཆགས་འདུག་ཨ། སྤུ་བོ་ལ་སེམས་ཁམས་གི་ཐོག་ལ།